བྱང་བདག་བཀྲ་ཤིས་སྟོབས་རྒྱལ། འོ་གོང་གི་དེ་ནི་མ་བརྡེག་ཅིག། སྐུ་ཚེ་ལོ་རྒྱུས་ནང་ནས་མ་རིམ་པས་མ་ལོ་བཞག་ན་ཡག་ས་རེད་བསམ་སོང་འོ་དེ་ཡིན། ད་བྱང་བདག་བཀྲ་ཤིས་སྟོབས་རྒྱལ་དེ་ཉིད་མདོ་སྨད་རྒྱ། ག་ས་རེད། མདོ་སྨད་རྒྱ་ཧ་ཀ་གླིང་བཙས་ཡན་ལགས་སི། མདོ་སྨད་རྒྱ། ཧ་ག་ལིང་ཚེ་ཡན་ལགས་ཟེར་གྱི་ཞིག་འདུག་ད་ག་བ་ཡ་མདོ་སྨད་ཀྱི་ས་ཆ་དེ་འདྲ་ཞིག་མིན་འགྲོ། ཕེབས་ནས། གདུལ་བྱ་སྐྱོང་བའི་དུས་སུ་ས་གུ་རུ། ག་ཟེར་རེད། གུ་རུའི་དཔེ་མིག་ཨེ་བམ་ལྕོག་དཀར་དུ་མཚན་གསོལ་ཏེ་ད་ཁོང་རང་ལས་མ་གདུལ་བྱ། ས་ཆ། མདོ་མདོ་སྨད་དེ་ཚོ་ལ་མ་ཕེབས་དེ་འདྲ་བྱས་རྗེས་ཨ་ནི་གུ་རུ་དཔེ་མིག་གི་ལྕོག་དཀར་དུ་མཚན་གསོལ་ས་ཨེ་བམ་ལྕོག་དཀར་ཟེར་ན་ག་རེ་ཡིན་ནའང་མ་གོ། བསྐྱེད་རྫོགས་སྒྲུབ། བསྐྱེད་རྫོགས་གྲུབ་ཕྲིན་ཕྱག་བཞེས་མཐའ་དག་བྱང་གཏེར་གཙོ་བོར་གྱུར་བའི་བཤད་སྒྲུབ་ཀྱི་རྒྱུན་བཙུགས་ཏེ་དར་རྒྱས་བྱུང་བས། ཨོ་ད་དེ། བསྐྱེད་རྫོགས་ཟེར་ན། བསྐྱེད་རིམ་དང་རྫོགས་རིམ་སེ་གཅིག་གཅིག་གསུང་གི་འདུག་བ་ད་དེ་ཡིན་ས་རེད་དེ་ངས་ཇི་མ་ཇི་བཞིན་མི་ཤེས། ཨོ་ད་དེ་དེ་གང་ལྟར་གནང་དགོས་བ་ཚང་མ་ཕྱག་བཞེས་དེ་ཚོ་གནང་སྟེ་ཨ་བྱང་གཏེར་གཙོ་བོ་གྱུར་བ་བྱང་གཏེར། ཨོ་ད་བཤད་སྒྲུབ་ཀྱི་རྒྱུན་བཙུགས་ཏེ་དར་རྒྱས་བྱུང་བས། ཐུབ་བསྟན་རྡོ་རྗེ་བྲག་གི་ཆོས་སྡེ་ས་བོན་ལྟ་བུ་བྱས་རྗེས་གར་ཟེར་བ་རེད། རྡོ་རྗེ་བྲག་གི་ཆོས་སྡེ་གྱི་ས་བོན་ལྟ་བུ་ཡོད། རྡོ་རྗེ་བྲག་སེར་ས་ཆ་གཅིག་མིན་པར་མི་འགྲོ། དེ་ལྟར་འགྲོ་བའི་དོན་རྒྱ་ཆེན་པོར་མཛད་པའི་ངང་ནས་དགུང་ལོ་སོ་དགུ་པར་ས་བདག་ལོ་སྐུ་གཤེགས། ས་བདག་སྐུ་བལྟས་བྱང་བདག་བཀྲ་ཤིས་སྟོབས་རྒྱལ། གར་སོལ་བའི་དགུང་ལོ་དེ་ནི་གར་སོལ་བ་རེ་སུམ་ཅུ་སོ་དགུ་བར་མ་དུ་བཞུགས་ཐུབ་མི་འདུག་བ། འོ་དེ་ཆིག་སྟོང་ལྔ་བརྒྱ་བདུན་ཅུ་དོན་བརྒྱད་ལོར་སྐུ་གཤེགས། དེ་ཉིད་འཕྱོངས་རྒྱས་སུ་བཞུགས་སྐབས། བཙུན་མོ་ཟ་བོར་ལྷ་ལྕམ་ཡིད་འཛིན་ཁབ་ཏུ་བཞེས་པ་ལ། སའི་རིག་འཛིན་དབང་གི་རྒྱལ་པོ་ལྕགས་ཕྲུག་གཅིག་སྟོང་ལྔ་བརྒྱ་བརྒྱ་བཅུ་ལོར་སྐུ་འཁྲུངས། འོག་ད་ཁོང་རང་མ་འཕྱོང་རྒྱལ་ཤློ་ཀ་མཆོག་ལས་མ་བཞུགས་རྗེས་ཨ་ནི་ཟ་ཧོར་སེ་དུས་རྒྱལ་དབང་སྐུ་དྲིན་ལྔ་བ་གི་དེ་གཅིག་ཡིན་པ་ཡོད་པ་ཡང་འགྱོ། ཟ་ཧོར་སེ་དུས་གཅིག་རིན་པོ་ཆེ་འོ་དེ་མཆོག་ལས་པའི་བཙུན་མོ་གཅིག་ཁ་ལེ་ལྷ་ལྕམ་ཡིད་འཛིན་ཁབ་ཏུ་བཞེས་ནས་སའི་ངག་དབང། ངག་གི་དབང་པོ་ལྕགས་ཕྲུག་ལོར་ལ་འཁྲུངས་པ་རེད་སེ་དུས་གཅིག་སྟོང་ལྔ་བརྒྱ་བརྒྱ་བཅུ་ལོར། ཆུང་དུས་ནས་རྙིང་མའི་ཆོས་སྒོར་ཞུགས་ཏེ་མདོ་སྔགས་རིག་པའི་གནས་ཀུན་ལ་སྦྱངས་པ་མཐར་ཕྱིན་མཛད། ཞེས་རྗེ་རྙིང་མ་གི་འདི་བྱས། སྔ་འགྱུར་རྙིང་མའི་བྱང་བདེ་ལུགས་ཀྱི་གདན་ས་གཙོ་བོ་ཐུབ་བསྟན་རྡོ་རྗེ་བྲག་གི་ད་རྒྱ་གོང་མ་དེ་རེད། རྡོ་རྗེ་བྲག་ཆུ་སྤྲེལ་དྲུག་བརྒྱ་སུམ་ཅུ་སོ་གཉིས་ལོར་གསར་དུ་བཏབ་ཟེར་དུས་ད་ང་ཚོ་དགའ་ལྡན་ཕོ་བྲང་དབུ་མ་བརྙེས་གོང་གི་ལོ་བཅུ་ཡི་གོང་ལས་རེད་འགྲོ་བ། རྡོ་རྗེ་བྲག་ནོར་བྱས། གསར་དུ་བཀུག་སྟབས་དབུས་སུ་འཕྲིན་ལས་རྒྱས་ཤིང་འཕེལ་བ་བྱུང་བ་རེད་བྱས་རྗེས་ད་ཁོང་རང་དགུང་ལོ་སུམ་ཅུ་སོ་དགུ་ལས་བཞུགས་མི་འདུག་སྟེ་དེ་འདྲ་རེད། ཡིག་ཚང་འགའ་ཞིག་ལས་མི་དབང་གི་མི་དབང་གང་གི་བཙུན་མོ་ནི་མངའ་རིས་སྟོད་ཀྱི་ཆོས་རྒྱལ་སྲས་མངའ་བདག་ཕུན་ཚོགས་རྒྱལ་མོ་ཁབ་ཏུ་ཞེས་ཟེར་ཡིག་ཆ་འགའ་ཤས་ལས་ཁོང་གི་བཙུན་མོ་དེ་མངའ་རིས་སྟོད་ཀྱི་ཆོས་རྒྱལ་གྱི་སྲས་ཀྱི་ཨ་ནེ་ཡི་གར་ཟེར་མངའ་བདག་ཕུན་ཚོགས་རྒྱལ་མོ་ཟེར་ཏེ་བཙུན་མོ་བཞེས་པ་རེད། དེ་ལས་ནམ་མཁའ་ཚེ་དབང་ཕུན་ཚོགས་ཀྱི་དབང་གི་རྒྱལ་པོ་ལྕམ་སྲིང་གཏམ་ཞེས་འཁོད་པ་ལྟར་ཨོ་ད་ཀུ་དེ་ལས་ཡ་སའི་ནམ་མཁའ་ཚེ་དབང་ཕུན་ཚོགས་ཀྱི་དབང་གི་རྒྱལ་པོ་ལྕམ་སྲིང་དམ་སྲི་སྤུག་གཉིས་མཚུངས་མི་འགྲོ་འོ་བྱེད་ནམ་མཁའ་རྡོ་རྗེ་གྲགས་པ་དཔལ་བཟང་པོའི་བཙུན་མོ་མངའ་རིའི་སྟོད་ཀྱི་ཆོས་རྒྱལ་གྱི་ལྕམ་མངའ་བདག་ཕུན་ཚོགས་རྒྱལ་མོ་ལ་སྤྲུལ་པའི་སྲས་ནམ་མཁའ་ཚེ་དབང་ཕུན་ཚོགས་དང་རྒྱ་ཡུམ་ལྷ་སྲས་བསོད་ནམས་རྒྱལ་པོ་རྒྱལ་མོ་འཁྲུངས་པར་གྲགས་ཞེས་རྗེ་འདི་འདྲའི་ཞལ་བསྲོ་ཞིག་འདུག། ཆོས་རྒྱལ་དེས་ཕྱིས་སུ་ཁྲི་སྐོར་གྱི་སྐྱོང་བརྡར་མཛད་ཅིང། འོ་ད་ཁོང་གིས་གཙོ་བོ་དེ་རེད་ཁྲི་སྐོར་བོད་ང་ཚོ་ང་རང་ཚོ་ཕྱོགས་ཀྱི་ཁྲི། ཁྲི་སྐོར་བཅུ་གསུམ་ནང་ནས་ཡ་རྒྱ་ཅིག་ཡོད་རེད་པ་དེ་སྐྱོང་བ་རེད། མུས་རྒྱན་སངས་རྒྱས། རྒྱལ་མཚན་དབུ་བླར་སོགས་ཤིང། འོ་ད་མུས་རྒྱན་སངས་རྒྱས་རྒྱལ་མཚན་དབུ་བླར་སོགས་ཤིང་ལུགས་གཉིས་ཀྱིས་ས་བྱ་བ་རྒྱ་ཆེར་སྤེལ། ད་ཁོང་གི་མཛད་པ་ཁྲི་ལས་མང་བཅས་ག་རེ་རེད། མདོ་སྨད་ནས་ཡར་རྒྱས་རྒྱས་ད་ག་འདྲ་ཕྱོགས་མང་པོ་དེ་ནས་ཡང་དབུས་ཕྱོགས་ལས་ཕྱུག་ཅིག་རྒྱས་རྒྱས་འདུག་ཨ། འོ་བྱས། ད་དེ་ནས་མངའ་བདག་ཕུན་ཚོགས་རྒྱལ་མོ་ས་ག་ཟླ་བ་ཆིག་སྟོང་ལྔ་བརྒྱ་བཅོ་ལྔ་གློ་བུར་དུ་བཤིག་པས་ཟེར་ཏེ་ཁོང་གི་བཙུན་མོ་དེ། མུའུ་ཀྱི་གླིང་ག་ནས་དཔོན་སློབ་བདུན་ཅུ་དང་མུའུ་ཀྱི་གླིང་ག་ཟེར་དེ་ར་ཤ་ད་ང་ཚོ་མུའུ་མུའུ་ང་རང་དེ་རུ་བ་གླིང་ག་ནས་དཔོན་སློབ་བདུན་ཅུ་དང་ཡ་མ་བདེ་ལྡན་དགོན་ནས་ད་ཡ་མ་བདེ་ལྡན་དགོན་ཟེར་གྱི་འདུག་དེའི་རྣམ་པ་ཚོ་མཁྱེན་མཁན་ཡོད་ན་གསུང་རོགས་གནང། སྡིག། དཔོན་སློབ་སུམ་ཅུ་བཅས་པའི་བརྒྱ་ཕྲག་ཅིག་ངབ་རིང་རྒྱལ་པོའི་ཕོ་བྲང་དུ་སྤྱན་དྲངས་ནས་ཡུམ་གྱི་དགོངས་རྫོགས་རྣམས་ལེགས་པར་གྲུབ། འོ་ད་ངབ་རིང་རྒྱལ་པོའི་ཕོ་བྲང་ཟེར་ཏེ་དེ་འདྲ། ཁྱུང་རྫོང་སྐར་མ་ཟེར་དེ་མེད་འགྲོ་ངབ་རིང་གི། འདི་ཡིན་གྱི་རེད། ལེགས་པར་གྲུབ་པ་རེད། ཡུམ་གྱི་གཟུང་བ་དགེ་འདུན་རྣམས་ལ་མང་བྱ་དང་སྐུ་སྐྱེ་གནང། རིང་རྒྱ་ཆེ་བ་རྣམས་དགོངས་རྫོགས་ལ་དངུལ་གདུང་ཁྱད་པར་ཅན་ལ་འཁོར་ལོ་བདེ་མཆོག་དང་བཅས་པ་བཞེངས་སྲིད་འཁོར་ལོ་བདེ་མཆོག་གི་དེ་འདྲ་ཞིག་དེ་མིན་འགྲོ་ད་ལྟའི་བྱེ་མ་ཅི་ཞིག་མི་ཤེས། དངུལ་གདུང་གི་རབ་གནས་ལ་མུས་ཆེན་སངས་རྒྱས་རྒྱ་མཚན་དང་མཁན་ཆེན་བྱམས་པ་བཟང་པོ་སྟེ་མུས་ཆེན་སངས་རྒྱས་རྒྱ་མཚན་དེ་ཁོང་གི་དབུ་བླ་རེ་དོགས་པ་བཅས་ཚ་དངུལ་གདུང་དངུལ་གྱི་གདུང་གདུང་རྟེན་འདིར་བཞེངས་ཟེར། དེ་རབ་གནས་གནང་མཁན་ལས་མུས་ཆེན་དང་ཁ་ཆེ་མཁན་ཆེན་བྱམས་པ་བཟང་པོ་བཅས་རི་བོ་ཆེ་འགྱུར་མེད་བདེ་ཆེན་རྣམས་ཀྱིས་མཛད་པ་རེད་རི་བོ་ཆེ་ཅུང་རི་བོ་ཆེ་གི་ཡིན་གྱི་རེད། རབ་སྟོན་ཆེན་མོའི་དབུས་སུ་མུས་ཅན་སངས་རྒྱས་རྒྱ་མཚན་གྱིས་རབ་ཏུ་གནས་པའི་ཆོ་ག། རྒྱུད་དང་རྒྱ་གཞུང་གསུང་བ་དང་ཁྱད་པར་ས་སྐྱ་པའི་རྗེ་བཙུན་གོང་མ་རྣམས་དང་མཁས་པ་གཞན་གྱིས་བཞེད་པའི་སྲོལ། མི་སྤྲད་པ་གསུང་བ་སོགས་བྱང་བདག་པོས་ཀྱང་བསྟོད་བསྔགས་དུ་མར་མཛད་པ་རེད། ད་སྐབས་དུས་བསྟུན་མུས་ཅན་སངས་རྒྱས་རྒྱ་མཚན་གྱིས། རབ་གནས་མཛད་པའི་སྐབས་དུ་ལ་ཆོ་ག་རྒྱུད་དང་རྒྱ་གཞུང་གསུངས་པ་རེད། ད་རྒྱུད་དང་རྒྱ་གཞུང་ཟེར་ཏེ་རྒྱ་གཞུང་ཟེར་ན་བ་ནི་གསུངས་མེད་ན་ངས་ཇི་མ་ཇི་བཞིན་ག་རེ་ཡིན་ཆོ་ག་གི་ཁྱད་པར་ཧ་མང་གོ། འོ་ཅེ་དམིགས་བསལ་གྱི་ས་སྐྱ་པའི་རྗེ་བཙུན་གོང་མ་རྣམས་ཀྱི་ཞལ་སོགས་དང་མི་འབྲེལ་བ་བོ་དེ་འདྲ་བྱས་རྗེས་ཡག་པོ་ཞུ་གསུངས་པ་རེད་བྱས་རྗེས་འདི་གཅིག་རེད་བྱ། དེ་གཅིག་བྱས་དེ་ནས་ཆོས་ཀྱི་རྒྱལ་པོ་ཚེ་དབང་ཕུན་ཚོགས་རྒྱལ་པོས་སྐུ་ཚེ་སྨད་ཀྱི་ཆུ་དྲུག་ཆིག་སྟོང་ལྔ་བརྒྱ་དགུ་བཅུ་གོ་གཉིས་ལོར་མང་ཐོས་ཀླུ་སྒྲུབ་སྤྱན་དྲངས་ཏེ་ཆོས་སྡེའི་མཁན་པོ་ལྔས་སོགས་སི་ཏུ་ད་ངབ་རིང་ཆོས་སྡེ་དེ་ཡིན་ས་རེད། ཅེས་དང་ཆོས་ཀྱི་རྒྱལ་པོ་ཚེ་དབང་ཕུན་ཚོགས་རྒྱལ་པོས་སྐུ་ཚེ་སྨད་ཀྱི་ཆུ་དྲུག། འོ་སྐུ་ཚེ་སྨད་ཀྱི་ཆོས་ཀྱི་རྒྱལ་པོ། ཁོང་རང་གིས་ཚེ་དབང་ཕུན་ཚོགས་ཀྱི་སྐུ་ཚེ་སྨད་ཀྱི་ཆུ་དྲུག་ལོར་ལ་ཡང་ཆིག་སྟོང་དགུ་བརྒྱ་ཆིག་སྟོང་ལྔ་བརྒྱ་དགུ་བཅུ་གོ་གཉིས་ལོར་མང་ཐོས་ཀླུ་སྒྲུབ་སྤྱན་དྲངས་ཏེ་མང་ཐོས་ཀླུ་སྒྲུབ་རྒྱ་མཚོས་གསུང་བསྐུར་བ་སྐྱེས་དྲངས་ཏེ་ཆོས་སྡེའི་མཁན་པོར་མངའ་གསོལ་བ་དང་ངག་རིང་ཆོས་སྡེ་དང་ཡལ་ག་ཆོས་སྡིངས་ཀྱི་བཤད་སྒྲུབ་ཀྱི་བསྟན་པ་དར་ཞིང་རྒྱས་པར་སྤེལ་བ་རེད། ཆོས་སྡེ་ཞེས་དེ་ལ་ངག་རིང་ཆོས་སྡེ་ཡིན་ཟེར། ངག་རིང། ཁོང་རང། མང་ཐོས་ཀླུ་སྒྲུབ་རྒྱ་མཚོ་ངག་རིང་ཆོས་སྡེ་ཀྱི་མཁན་པོར་གསོལ་བ་བྱས། ངག་རིང་ཆོས་སྡེ་དང་ཡལ་ག་ཆོས་སྡིངས་བཤད་སྒྲུབ་ཀྱི་བསྟན་པ་དར་ཞིང་རྒྱས་པར་སྤེལ་བ་རེད། མངའ་བདག་དེའི་སྐུ་རིང་ལ་ཡབ་མེས་ཀྱིས་གསོ་ཞིང་ལྷོ་ཁྲི་གུར་རྩེ་བས་བསྐྱངས་པ་དང། འོ་ད་དེའི་མངའ་བདག་དེ་སུ་རེད་ཟེར་ན་ཚེ་དབང་ཕུན་ཚོགས་རྒྱལ་པོའི་སྐུ་རིང་ལ་ཡབ་མེས་ཀྱིས་ལམ་ལུགས་སོ་ནང་དག་སུས་བྱས་པ་རེད་ཟེར་ན་ལྷོ་གི་ཁྲི་གུར་དེ་ལ་ཡ་རྩེ་བས་བསྐྱངས་པ་རེད་བྱས་བྱས་མངའ་བདག་ཕུན་ཚོགས་རྒྱལ་མོ་ཡང་འདིར་ཡུན་རིང་བཞུགས་འདིར་བསད་དེ་ངམ་རིང་ལ་བཞུགས་ཟེར་གི་ཡོད་ན་ཕག་གསུང་གི་ཡོད་ན་ག་འདའ་འོ་ད་ལྷོ་ཁྲི་གུར་ཟེར་དུས་དིང་རི་ཕྱོགས་ཀྱི་ཁྲི་གུར་དེར་བ་ཆུ་བོ་བྱི་བའི་ལོ་དེ་ཆིག་སྟོང་དྲུག་བརྒྱ་བཅུ་གཉིས་ལ་དབུས་གཙང་གི་ཁྱོན་དེར་མི་སེར་བའི་སྡེ་འཁྲུག་ཆེན་པོ་ལངས་ཏེ། འོ་ད། ཆིག་སྟོང་དྲུག་བརྒྱ་བཅུ་གཉིས་ལོ་ལས་དབུས་གཙང་གི་ས་ཆ་ལོ་ལས་ཟིང་འཁྲུག་ཞོག་ཅིག་ལངས་ཏེ་ཐོག་མར་གཙང་གི་དཔུང་ལ་སྟོད་བྱང་གི་ལྷ་རྩེར་བཏེགས་པའི་རྐྱེན་གྱིས། འོ་ད་དང་པོ་དེ་གཙང་གི་དཔུང་ཟེར་དུས་ལྟ་དེ་དུས་སྐབས་ལས་སུ་ཅི་ཆགས་ཀྱི་ཡོད་ཀྱི་རེད་ཟེར་ན་གཙང་པ་རྒྱལ་པོ། འོ་ད་དེ་ཚོ་གི་སྐབས་ཀི་དེ་བྱ་དགོས་བ་རེད་ད་ཞིང་ཞག་ཚེ་བརྟན་རྡོ་རྗེ་གི་དམག་འཁྲུག་དེ་ཚི་ཡིན་རྒྱུ་རེད་བྱས་ཙང་དང་པོ་ལྷ་སེར་གླེ་བའི་རྐྱེན་གྱི་ཨ་ནི་གར་ཟེར་ཆོས་གང་ཟེར་རེད། ཆོས་རྒྱ་ཆེན་པོ་གཡས་རུ་བྱང་བུའི་མཚན་བརྗོད་ཀྱི་རྐང་མ་ཟིན་པའི་དབང་ལས། གཡས་རུ་བྱང་བུའི་མཚན་བརྗོད་རྐང་མ་དེ་ནས་རིམ་གྱིས་བསྟན་པའི་སྦྱིན་བདག་རྒྱ་གར་བརྩེགས་པ་དང་རིན་སྤུངས་པ་དབུས་ནས་ཡར་སྐྱབས་དཔོན་ཆེན་དང་ས་འོ་ད་གང་ད་གཙང་པ་སྤུངས་དང་པོ་དེ་ལྷ་རྩེར་བཏེགས་པའི་རྐྱེན་གྱི་ཆོས་རྒྱ་ཆེན་པོ་གཡས་རུ་བྱང་པའི་མཚན་བརྗོད་ཀྱིས་བཀང་མ་ཟིན་པའི་དབང་ལས་ཟེར་དུས་ད་ཁོང་རང་ཚོས་ཞུས་ཀ་བྱས་ད་བྱང་པ་གི་བྱང་བདག་རྣམ་པ་ཚོ་གིས་དེ་ཙམ་གང་ད་བཀང་མ་ཟིན་པ་ཟེར་དུས་ད་ཁོང་ཁྲོ་མ་སྐྱོ་བ་གསུང་གི་མེད་འགྲོ། དེ་འདྲ་ཡིན་ཙང་རིམ་པས་རིམ་གྱིས་བསྟན་པའི་སྦྱིན་བདག་རྒྱ་གར་བཙས་པ་ཟེར་རོ། རིན་སྤུངས་པ། དབུས་ནས་ཡར་རྒྱབ་ད་དེའི་ཁྲི་དཔོན་ཀྱང་རྒྱལ་རོ་བ་ཡར་རྒྱབ་དཔོན་ཆེན་བཅས་སྟོད་མངའ་རིས་ཀྱི་གུང་ཐང་རྒྱལ་པོ་སོགས་དང། སྟོད་མངའ་རིས་ཀྱི་གུང་ཐང་རྒྱལ་པོ་སོགས་དང། དེ་དག་གི་ཆབ་འབངས་སུ་གཏོགས་པའི་རྒྱལ་གྲལ་མང་པོ་དག་བཅོས་པ་ཡུལ་ནས་དོན། ས། དོན་པུས་དང་ཡུལ་ནས་དོན་པུས་དང་ས་ཆ་གཞན་པར་འཕེལ་བའི་མཛེར། ཆབ་སྲིད་ལ་གཅེས་སྤྲས་སོགས་བྱང་ཕྱོགས་ཀྱི་རྒྱུད་འདིའི་བྲོ་བ་མཐའ་དག་མི་བཟོད་པའི་དུག་ལྔ་དྲག་པོས་དུས་གཅིག་ལ་མནར་བར་གྱུར། ས། དེ་དུས་གང་དག་ཆབ་སྲིད་ཀྱི་སྒང་ནས། གཙང་ལེགས། ང་ཚོ་ནི་གཙང་པ་རྒྱལ་པོ་ལས་མདོར་ན། ག་ཆབ། གབ་སྟེགས་ར་མ་ཅུང་མོད་འགྲོ་དེ་འདྲ་ཅིག་ཡིན་ས་རེད། ཨོ་ཆེ། ནམ་མཁའ་ཚེ་དབང་ཕུན་ཚོགས་རྒྱལ་པོས་བཙུན་མོ་གཉིས་ཁབ་ཏུ་བཞེས་པ་ལས་ལྕམ་གཅིག། ཀླུ་མོ་པ་དང་ལྕམ་གཅིག་ཏིང་འགྱེད་མ་ཞེས་གྲགས་ཤིང། ཨོ་ད། ཚེ་དབང་ཕུན་ཚོགས་རྒྱལ་པོ་གིས་བཙུན་མོ་གཉིས་ཁབ་ཏུ་བཞེས་པ་རེད། ད་སྐབས་དེ་དུས་ཀྱི་བཙུན་མོ་ཡང་མང་པོ་བཞེས་འདུག་གཉིས་གཉིས་གསུམ་གཉིས་གསུམ་ཨོ་དེ་ཚོ་རེད། ཨ་ལས། ལྕམ་ཅིག། སློབ་བུ་མ་དང་ས་ད། སློབ་བུ་མ་ཟེར་ན་ག་བ་ཡིན་ནམ་མོ། ལྕམ་ཅིག་ཏིང་རྒྱལ་མ་ཟེར་ཏིང་རྒྱལ་ཆོག་ནི་མི་འགྲོ། གྲགས་ཤིང་ཏིང་རྒྱལ་མ་ལ། ལྕམ་ཕུན་ཚོགས་རྒྱལ་མོ་འཁྲུངས་པ་དང། དེ་ནས་ཁྱོད་ཀྱི་རྒྱལ་པོ་དེ་སྐུ་རིང་ལ། བྱང་གཙང་སྡེ་གསར་གྱི་སྐྱེན་པས་ས་ད་ཆིག་སྟོང་དྲུག་བརྒྱ་བཅུ་གཉིས་ལས་བྱང་དང་གཙང་གཉིས་ཀྱི་སྡེ་གསར་ས་ན་འཐབ་འཁྲུག་རོལ་བ། རྐྱེན་པས་གཙང་པ་སྡེ་སྲིད་བཞི་པ་ཀརྨ་ཕུན་ཚོགས་དབང་རྒྱལ་གྱིས་དམག་དྲངས་ཏེ་མངའ་འཕངས་སུ་བཅུག་ཟེར་བ་ལྟར་དེ་དུས་དར་རྒྱས་ལས་ཁོང་རྣམ་པ་མ་བཙུན་པར་བྱས་རྗེས་ད་ག་ལུག་ག་ལུག་དབང་དེ་ཤོར་བ་རེད་ད་གཙང་པོའི་འོག་ལས། བྱང་པའི་མངའ་ཐང་གཙང་པས་བཟུང་སྟེ་བྱང་སྟག་སྡེ་སྲིད་དབང་མཇུག་རྫོགས་པ་སྲིད་དབང་མཇུག་རྫོགས་པ་རེད་ད་ཆོས་ཀྱི་དབང་པོ་འདི་གི་སྐུ་རིང་ལ་རེད་ད་ག་ད་འོ་འདུག་བྱས་རྗེས།

ཅིག་དོན་ཡོང། འོ་དེ་འདྲ་ཞིག་རྫོགས་པར་བྱས་འོས་སོ་བྱས་བྱས། འོ་སྡིག་ཅིག་བྱས་ད་དེ། ཚར་བ་ཅིག་བྱས། ད་དེ་ནས་གཉིས་པ་དེ་ལ་ཡ། བྱང་པའི་གདན་རབས་ཀྱི་དེ་རེད་ཤག་བྱང་བདག་གི་གདན་རབས་བྱང་པའི་གདན་རབས་ཟེར་དུས་ད་གཙོ་བོ་དེ་དེ་ཡིན་གྱི་རེད། དགོན་སྡེ་ཁག་གདན་རབས་དེ་དེ་བྱས། ད་དེ་ཡང། མི་ཉག་གསེར་འུ་རྒྱལ་པོའི་གདུང་རྒྱུད་དེ་དག་གི་མཆོད་པའི་གནས་ཀྱི་དམ་པ། སྐྱེ་དགུ་མ་ལུས་པ་ཕན་བདེའི་རྒྱ་ཆེན་པོར། སྟེར་བའི་རྩ་ལག་ཏུ་གྱུར་བ་དཔལ་ངབ་རིན་ཆོས་སྡེ་ཆེན་པོའི་རྒྱལ་ཚབ་མཁན་པོ་ཇི་ལྟར་བྱོན་ནས་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་མཛེས་ཚུལ་གྱི་ངོ་མཚར་རྣམ་ཐར་ཟུར་ཙམ་བརྗོད་པའོ། ཅེས་བྱས། ད་འདི་ལས་ཡང་བྱང་བདག་རྣམ་པ་ཚོ་གིས་ད་ང་ཚོ་ཡིན་པ་ཡིན་ན། གར་སོ་རེད་བསྟན་པ་ལས། དད་གུས་ག་ནས་ག་རེ་ཞུ་གི་ཡོད་མེད་ཞུས་ས་ཨོ་དེ་འདྲའི་གར་ནས་ཨ་ནི་ངབ་རིན་ཆོས་སྡེ་ཞུས་ས་དེ་གིས་ཨ་ནི་ངབ་རིན་ཆོས་སྡེ་གི་བསྟན་པ་གིས། དེ་ཚོ་ད་བསྟན་འཛིན་གྱི་སྐྱེས་བུ་ཟེར་ནའང་འདྲ་མཁན་པོ་ལ་སོགས་པ་ག་རེ་ག་རེ་ཕེབས་ནས་དེ་རེད་བྱ། བྱས་ཙང་ཀ་ད་དང་པོ་དེ། སུ་རེད་ཟེར་ན་རྗེ། ག་རེ་ཤཱཀྱ་སིངྒེའི་སྲས་ཁོང་རེད་བྱ། བྱས་ཙང། རྗེ་དེའི་འཁྲུངས་ཡུལ་ནི་ངམ་རིང་གི་ས་ཆ་སྟག་རྟའི་ལ་རྒྱབ་ནས་ཡིན། འོ། ཁོང་རེད་སིངྒེ་བཟང་པོ་ཟེར་དེ། ཤཱཀྱ་སིངྒེ་གི་འཁྲུངས་ཡུལ་དེ་ངམ་རིང་གི་ས་ཆའི་ཆ། སྟག་རྟའི་ལ་རྒྱབ་ཟེར་དེ་རེད་བྱ། བྱས། ངམ་རིང་ཆོས་དེའི་མཁན་པོ་ལ་མངའ་བ། ཤཱཀྱ་སིངྒེ་ཞེས་མཚན་ཉིད་ད་ཡོངས་སུ་གྲགས་པ་དེ་རེད། ཨོ་ད་མཁན་པོ་དང་པོ་དེ། ཆོས་འདིའི་མཁན་པོ། དང་པོ་དེ་ཡིན་ས་རེད་ཨོ་ཙུག་བཤད། ཤེས་བྱའི་གནས་ལ་ཆགས་ཐོགས་མི་མངའ་བའི་འཇམ་དཔལ་ཡང་དག་དབྱེ་བ་མ་ཤེས་ཤིང་བསྟན་པའི་བྱ་བ་ལ་ཐུགས་བསམ་ཐོས་བསམ་སྒོམ་གསུམ་དང་མཁས་པའི་བྱ་བ་རྩོད། འཆད་རྩོད་རྩོམ་གསུམ་ལ་འགྲན་ཟླ་དྲགས་བས་ཡང་དག་པའི་དགེ་བའི་བཤེས་གཉེན་ཆེན་པོ་གྱུར་པ་ཞིག་རེད་བྱས། ཨོ་ད་ཤཱཀྱ་སེང་གེ་སྲས་དེ་ཧ་ཅང་གི་མཁན་པོ། བྱས་བྱས་པའི་མཁྱེན་ཡོན་ཧ་ཅང་གི་ཡག་པོ་ཡོང་གི་དེ་འདྲས་ཞིག་ཡོད་རེད། སྤུན་ཆོས་ཡོན་རྫུན་འདི་ཉིད་གོང་མའི་ལུང་གིས། བསྐྱར་བསྐྱར་ནས་རྗེ་ཡན་གྱི་ས་ལ་དབང་བསྒྱུར། དབང་བསྒྱུར་བའི་བྱང་ཁྲི་དཔོན་དུ་བསྐོས་རྗེས་ཡོན་རྫུན། འོ་ད་སྤུན་ཆོས་ཡོན་རྫུན་ཟེར་ཁོང་འདི་ཁྲི་དཔོན་དང་པོ་རེད་འོ་དེ་བྱས། དེ་ཡིན་ས་རེད་འོ་ད་ཁྲི་དཔོན་དེ་གི་ནང་ནས་ཡོན་རྫུན་གི་སྐབས་དེ་ལ་ཡ་ཨ་ནི་ག་རེ་བྱས་པ་རེད་ཟེར་དུས་ཨ་ནི་གོང་ཁྲི་དཔོན་ལ་བསྐོས་པའི་རྗེས་དེ་ལས་ཡ་ཨ་ཟེར་བ། ཨ་ཁ་རེ་བསྐྱར་བསྐྱར་ཟེར་དེ་ནི། བརྗེད་ཡེངས་ཟེར་ད་ས་ཆ་དེ་ཁྲི་དཔོན་གི་དབང་བསྒྱུར་བྱེད་སའི་ས་ཆ་དེ་ག་རེ་རེད་ཟེར་ན་སྐྱར་སྐྱ་ཟེར་ཏེ་ད་སྐྱར་སྐྱ་ཟེར་ག་ན་བརྗེད་ཟེར་ཡས་དེ་མ་ཡེངས་སམ་ཟོ་ག་གཙང་ཆོར་མ་རེད་པས་བརྗེད་བར་ཟེར་ཏེ་འོ་འདི་བར་སྐྱར་སྐྱ་ནས་བརྗེད་ཡེངས་ཀྱི་ས་ལ་དབང་བསྒྱུར་བའི་ཁྲི་དཔོན་དུ་བསྐོས་རྗེས། ངམ་གྲོག་རིང་མོའི་ཤར་རིར། བ་གམ་མངོན་པར་མཐོ་ཞིང་ངོ་མཚར་གྱི་བཀོད་པས་བརྒྱན་པའི་མི་ཉག་སེའུ་རྒྱལ་རྒྱུད་རིམ་བྱོན་རྣམས་ཀྱི་སྐུ་མཁར་བླ་བྲང་དང་བཅས་པའི་མཆོད་པའི་གནས་ཀྱི་གཙུག་ཏུ་གྱུར་པ་ངམ་རིང་ཆོས་སྡེ་གྱི་གཞིའི་ཐོག་མར་བཙུགས་པ་རེད། མཁན་པོ་ཤཱཀྱ་སེང་གེའི་སྡེ་གཉིས་བླ་བྲང། དཔེའུ་དཀར་པོ་སྤྱན་དྲངས་ཏེ་ཁོ་ཚོ་བླ་བྲང་དཔེའུ་དཀར་པོ་ཟེར་བཞག་འདུག་ད་དེ་ག་བ་ཡིན་མིན་རྣམ་པ་ཚོ་མཁྱེན་མཁན་ཡོད་ན་གསུང་རོགས་གནང་ངས་ནི་མི་ཤེས་འོ་ད་དེ་དཔེའུ་དཀར་པོ་ཟེར་དེ་བླ་བྲང་དཔེའུ་དཀར་པོ་ཟེར་དེ་དེ་འདྲ་ཞིག་ཕ་སྐད་ངམ་རིང་ལ་ཡོད་ས་རེད་འོ་བླ་བྲང་དཔེའུ་དཀར་པོ་སྤྱན་དྲངས་ཏེ་ས་ཁམ་བུའི་ཁྲི་ལ་མངའ་སོགས་ནས་བྱང་ཕྱོགས་སྐྱེ་དགུའི་དོན་དུ་ཆོས་ཀྱི་འཁོར་ལོ་རྒྱ་ཆེར་བསྐོར་ཞིང། འོ་ད་ཁོང་ར་བ། མཁན་ཆེན་དང་པོ་དེ་ཤཱ་ཀྱའི་སེང་གེའོ། ཅེས་པའོ། ཕྱོགས་འདིར་འདུས་པའི་སེར་སྐྱ་མཐའ་ཡས་པ་རྣམས་ལ་ཆོས་ཀྱི་སྦྱིན་པ་རིས་སུ་མ་མཆིས་པ་བསྩལ་བ་རེད། ཞེས་བྱས་ཁོང་བྷ་གའི་རྟ་བླ་བྲང་པེའུ་དཀར་པོ་ལས་བྷ་གདན་དྲངས་ཨ་ནི་བྷ་གའི་གདུགས་བྱས་བཅས་མཁན་པོའི་ཁྲི་ལས་མངའ་གསོལ་བཅས་ཨ་ནི་ཨོ་ད་ག་ཆོས་དེ་ནས་མང་པོ་གནང་བ་རེད། ཅེས་བཀའ་འགྱུར་རོ་ཅོག་གསེར་ལས་བཞེངས་པ་སོགས་བཀའ་འགྱུར་བཀའ་འགྱུར་རོ་ཅོག་གསེར་ལས་བཞེངས་པ་སོགས་རྣམ་དཀར་དགེ་བས་འཕྲིན་ལས་བསམ་གྱིས་མི་ཁྱབ་པ། སྤེལ་བར་གྲགས་སོ། ས་ལྟ་དེ་ག་རེ་རེད་ཟེར་ན་བཀའ་འགྱུར་རོ་ཅོག་བཀའ་འགྱུར་དང་དེ་ཚོའི་རིགས་དེ་གསུང་གི་མེད་འགྲོ་དེ་གསེར་གྱི་ཁྲི་ཡོད་དེ་འདྲ་ཡིན་ས་རེད། དེའི་རྗེས་སུ་མཁན་པོ་ཞང་ཡོན་ཏན་རྒྱ་མཚན་གྱིས་མཛད། འོ་ད་དེ་ནི་མཁན་པོ་དེ་ཞང་ཡོན་ཏན་རྒྱ་མཚོ་གིས་མཛད་པ་རེད་ཞེས་བཤད། དེ་ནི་མཁན་པོ་གཉིས་པ་དེ་ཡིན་ས་རེད། འོ་ཁྱེད་ལྟ་དེ་ནི་ག་རེ་ཟེར་བ་རེད་གཉིས་པ་དེ་ཞང་ཡོན་ཏན་ཟེར་གྱི་འདུག་ཡང་འགའ་ཤས་ལས་བཟློག་ཡོན་ཏན་རྒྱ་མཚན་ཟེར་གྱི་འདུག་ད་འོ་དེ་ཅེས་ཁོང་རང་མགོ་དེ་ལ་བརྒྱངས། ཀྱི་ཞང་དང། རྗེ་དེ་ལ་བཟློག། ཟེར་གྱི་རོ། ད་ངམ་རིང་ཆོས་སྡེ་གི་མཁན་པོ་དང་པོ་དེ་སུ་རེད་ཟེར་ན། ཤཱཀྱ་སེངྒེ་ཆེ་སྐབས་དེ་དུས་ཀྱི་ཡོན་བཙུན། འོ་ཁོང་ཆེ་ད་དེ་དུས་ཡིན་དུས། གང་ད། བྱང་བ་གི། བྱང་བདག་གི་སྲིད་དབང་བསྒྱུར་ས་དེ་སྐྱར་རྒྱ་ཟས་ནས་ནས་རྒྱས་འཕར་ལེ་རེད་ཟེར་རྗེ་གི་ས་ཆག་གི་ཆ་ནས་དེ་འདྲ་ཞིག་རེད་ཟེར། འོ་ཆེ་རྗེ་དེའི་འཁྲུངས་ཡུལ་ནི་ལ་སྟོད་བྱང་གི། དོ་ཀ་ཆར་ཟེར། ད་དེ་དོ་ཀ་ཆར། ཟེར་དེ་ག་བ་ཡིན་མིན་མི་ཤེས་ད་དེ་དུས། རྡོ་ཀ་ཆར་ཟེར་དུས་དོག་གཞུང་ཕྱོགས་ལས་མེད་འགྲོ་ད་གང་ཞིག་འོ་རྡོ་ཀ་ཆར་ཟེར་གྱི་འདུག་ད་ལྟའི་ངབ་རིང་ཁྱོག་ཤང་གི་ཨབ་ཅར་ཨ་ལས་ད་ལྟའི་ཆ་ལས་ཨབ་ཅར་བ་རེད་ཤག་འགའ་ཤས་ང་ཚོ་མང་ཆེ་གི་ཀར་ངབ་ཅར་ཟེར་གྱི་རེད་པ་འོ་དེའི་ཆ་ལས་ཨབ་ཅར་གྲོང་ཚོ་ཞེས་པ་ནས་ཡིན་རྗེས་དེ་ནས་དགེ་བསྙེན་དང་དགེ་ཚུལ་དགེ་སློང་དེ་སྡོམ་པ་རྣམས་སུ་ལ་ཉེས་ལྟུང་ཕྲ་ཞིང་ཕྲ་བས་ཀྱང་མ་གོས་ཤིང་རྐྱེན་གྱིས་འབྲས་བུར་ད་སོང་རུ་འཛད་ལགས་ཟེར་དུས་འོ་ད་ཁོང་ག་རེ་བར་ཟེར་ན་ལྡོག་ཡོན་ཏན་རྒྱ་མཚོ་བཟུང་ཡས་དེ་ག་རེ་རེད་ཟེར་ན། ལྟ་ལྡོག་ཞེས་དེ་ས་ཆ་གི་འཁྲུངས་ཡུལ་གྱི་མཚན་དེ་སྦྱར་བ་སྨྲས་འགྲོ་འོ་དེ་དུས་འཁྲུངས་ཡུལ་དེ་འདི་བྱས་དེ་ཡིན་དུས་ཁོང་རང་ག་རེ་ཡོད་ཟེར་ན་དཔལ་ཁའི་བཙུན་ལྷག་པ་དུ་བཙུན་པོ་ཞོ་ཞིག་ཡོད་པར། མཛད་ལ། བཙུན་པའི་མཆོག་ཏུ་གྱུར་བ་འགྲོ་རྣམས་སྨིན་དྲུག་ཐར་པའི་ལམ་བཟང་དགོད་པར་མཛད་པས་འདྲེན་མཆོག་ཀུན་གྱི་གཙུག་ཏུ་གྱུར། བྱས་རྗེས་འདྲེན་མཆོག་ཀུན་གྱི་གཙུག་ཏུ་འདྲེན་པ་སེམས་ཅན་ཡར་འདྲེན་གྱི། གཟི་གུར་བ་དར་བ་ལ་འགྲན་པར་འཛེག་མཁན་ཀུན་ཡིད་ཀྱི་མཆོག་ཏུ་གྱུར་བ་རེད། འོ་ཅེ་ངམ་རིང་ཆོས་སྡེ་ཆེན་པོའི་གདན་སར་འཁོད་པ་ནས་ལྕགས་མོ་ལུག་ཆིག་སྟོང་སུམ་བརྒྱ་སུམ་ཅུ་སོ་གཅིག་གི་བར་ཆོས་སྡེ་འདིའི་འཕྲིན་ལས་རྒྱ་སྐྱེད་མཛད་པ་དང་དེའི་རྗེས་སུ་ཀུན་མཁྱེན་གངས་སྒྲོལ་པ་གྲགས་པ་དཔལ་གྱིས་མཛད། འོ་ད་དེ་ནི་ཁོང་རང་གི་མཛད་རྗེས་དེ་ལ་ཀུན་མཁྱེན་གངས་སྒྲོལ་པ་ཞེས་དེ་རེད། འོ་ད་ཀུན་མཁྱེན་གངས་སྒྲོལ་པ། གངས་སྒྲོལ་པ་གྲགས་པ། གྲགས་པ་པས་གསུང་གི་འདུག་བ། འོ་ཁོང་རང་གིས་མཛད་པ་རེད་ཅེས་གྲགས་པ་པས་བལྟ། འོ་ན། རྗེ་འདི་ཉིད་ནི་ཟེར་བ། ཀུན་མཁྱེན་གྲགས་པ་གང་བགྲོས་པ་ཡང་ཟེར་གྱི་འདུག་གང་བགྲོས་པ་གྲགས་པ་པས་རྗེ་འདི་ཉིད་ནི་ཟ། འདི་ཉིད་ནི་ཡང་དགོན་པའི་སྐུའི་སྐྱེ་བར་ཡོངས་སུ་གྲགས་ལ་ཡང་དགོན་པ་ཟེར་དེ་ག་རེ་སུ་ཡིན་ནའང་མང་གོ།

སྒྱེར་བུ་ཞེས་པ་ད་ལྟ་ངག་རིང་ཆུ་འོག་ཡང་བརྒྱ། ད་ལྟའི་ཆ་ལས། ཆུ་འོག་རེད་བྱ། ད་སྔོན་མ་ཆུ་འོག་ཕྱོགས་ལས་མི། རྦད་དེ་སྐྱེས་བུ་ཆུང་པོ་དེ་འདྲ་བྱུང་འདུག་བ། འོ་དེ་འདྲ་ཀོ་བྱུང་བ་ལ། ཀུན་མཁྱེན་དོལ་པོ་བ་དང་དགུང་མཉམ་ཞིང་ས་དགོངས་འདྲ་མཉམ་པ་བྱེད། མདོ་རྒྱུད་མན་ངག་མཐའ་དག་ལ་མངའ་བརྙེས་པ་དང་མངོན་ཤེས་དང་རྫུ་འཕྲུལ་ལ་སོགས་པ་ཐོགས་པ་མེད་པ་མངའ་ཞིང། མངལ་ཞིང་ཡི་དམ་གྱི་ལྷ་དུ་མས་དངོས་གྲུབ་ཀྱི་བྱིན་བརླབས་ནས་ལུང་བསྟན་པ། ལུང་བསྟན་ཐོབ། གྲུབ་པ་བརྙེས་པའི་རྣལ་འབྱོར་གྱི་དབང་ཕྱུག་ཆེན་པོ། ལམ་འབྲས་ས་ལུགས་དང་ཞྭ་ལུགས། ས་སྐྱའི་ལུགས་དང་ཞྭ་ལུའི་ལུགས་སུ་གྱིས་ཟེར། གཉིས་སྦྱར་གྱི་བདག་པོར་གྱུར་པ་ཞིག་ཡིན་པ་རེད་བྱས། ཆོས་རྗེ་གངས་སྒྲོལ་པ་གྲགས་པ་པ་དགུང་ལོ་བཞི་བཅུ་ལོན་པ་ཆིག་སྟོང་སུམ་བརྒྱ་སུམ་ཅུ་སོ་གཅིག་ལོར་བྱང་སྟག་སྲིད་ཙུག་རྡོ་རྗེ་མགོན་པོ་དང་སྦྱིན་པ་རྒྱ་དཔལ་གྱི་བཀས་བཀུར་ཏེ་ངམ་རིང་གི་ཆོས་སྡེ་ཆེན་པོའི་མཁན་པོ་མཛད་པ་རེད། བོ་ད་ཆིག་སྟོང་སུམ་བརྒྱ་སུམ་ཅུ་སོག་གཅིག་ལོག་ལས་མཁན་པོ་མཛད་ཤག། རྗེ་འདི་ཉིད་གདན་སར་ཕེབས་པའི་ལོར། ཆོས་སྡེ། ག་རེ། ཆོས་སྤྱོད་དཔོན་སློབ་བཅུ་དང། ཆོས་སྡེ་ན་དགེ་འདུན་པ་ལྔ་བཅུ་ལས་མི་བཞུགས། བོ་ད་དེ་དུས་ག་རེ་རེད་ཟེར་ན། དགོན་པའི་དགོན་པའི་ཁ་གྲངས་དེ་ག་ཚོད་ཡོད་རེད་ད་དེ་དུས་གྲྭ་བ་གི་ཁ་གྲངས་དེ་ག་རེ་རེད་ཟེར་ན། དཔོན་སློབ་བཅུ་གསུང་ཡས་ཤིག་འདུག་བ། དཔོན་སློབ་བཅུ་དང། ཨ་ནི་ག་རེ་ཡོད་རེད་ཟེར་ན། དགེ་འདུན་པ་ལྔ་བཅུ་ད་དཔོན་སློབ་བཅུ་སུ་དེ་སླ་བ་དང་གྲགས་དེ་མིན་ཏོ། འོ་ཅེས། ཆོས་སྡེ་ན་དགེ་འདུན་པ་ལྔ་བཅུ་ཐམ་པ་ལས་མེད་དད་པ་རེད་འོ་ད་དེ་བྱེད་དུས། གར་སུ་བར་དེ་རེད་དོ་བ་ཉུང་ཉུང་རེད་དོ་བ་དགེ་འདུན་པ་ཁ་གྲངས་སྐབས་དེ་དུས། འོ་ཅེས། ལོ་གཉིས་སོང་ནས་དབྱར་བརྗོད་ཀྱི་དུས་ས་དགེ་བཤེས་དང་གྲྭ་བ་བགྲེས་པ་བརྒྱ་དང་བཅོ་བརྒྱད་ལ་ཕེབས་པ་ལ་ད་རྗེས་ལས་འཕར་བ་དེ། ག་ཚོད་རེད་ཟེར་ན་བརྒྱ་དང་བཅོ་བརྒྱད་ལ་འཕར་བ་རེད་འོ་ད་དེ་ཁོང་ཞུ་བའི་སྐབས་དེ་ལ་འཕར་བ་བྱས་ལ་རྒྱ་སྟོན་བཟང་པོ་ཛསྟ་རྒྱ་བཀར་བྱས་བྱས་ཙང་ང་ད་མཁས་མདོག་གསུམ་པའི་སྐབས་ལས་གཞི་ནས་གར་བྱས་པར་ཟེར་ན་ངག་རིང་ཆོས་རིག་གི་ང་ཚོ་ཡིན་པ་ཡིན་ན་ཅིག་བསྟན་པའི་ང་ཚོ་རེ་ཁ་ས་སློབ་གཉེར་དང་འདི་ཚོ་ཆེན་པོ་འཕར་བ་དེ་འདྲ་ཞིག་ཡིན་ས་རེད་བ། ཨ་ཅེ། ཟན་ཆུ་ཆོས་ཚུལ་སོགས་ཀྱི་སྲོག་ཐོག་མར་བཙུགས་པ་དང་ཟན་ཆུ་ཆོས་ཚུལ་ཟེར་ན་རྣམ་པ་ཚོ་མཁྱེན་མཁན་ཡོད་ན་གསུང་རོགས་གནང་ང་མི་ཤེས། ཟན་ན་ཟན་ཚགས་ཞིབ་ཚུལ་ལ་ཚུལ་བྱས་མ་འོག་ཆ་ན་ཆོས་ད་ཆོས་ཚགས་ཞིབ་ཚུལ་ལ་ཚུལ་འདི་ཆོས་ཕྱོགས་ཀྱི་ཕྱག་ལེན་ཕྱོགས་ཁག་ཅིག་ཡིན་ས་རེད། པདྨ་རིན་མཁན་པོའི་ཁྲི་ལ་ལོ་དགུ་བཞུགས་ཤག་འོ། ཁྲི་ཁྲི་ལ་དགུ་བཞུགས་ཤག་ལོ་ག་ཟེར་རེད། གར་སོ་རེད་པས་དེ་རེད་བ། མཁན་པོ་མཁན་པོ་ལོ་དགུ་མཛད་ཤག་འོ་བྱས། དེ་གཉིས་ཀྱིས་མཛད་པའི་ལམ་འབྲས་ཀྱི་ཆོས་འབྱུང་སོགས་མང་དུ་བྱུང་ལ་ཁོང་རང་གི་ལམ་འབྲས་ཀྱི་ཆོས་འབྱུང་དེ་འདྲ་ཡོད་ས་རེད་ད་ང་ཚོ་རྗེའི་ལས་གཟིགས་ཐུབ་ན་ཡག་པོ་འདུག་བ། བོད་ཀྱི་ཆོས་འབྱུང་ལོ་རྒྱུས་ཐོག་གང་པ་ཞེས་ལམ་འབྲས་བུའི་བརྒྱུད་པ་ལ་ཡོང་བའི་གང་འཕྲོད་པ་ཀུན་མཁྱེན་གྲགས་པ་དཔལ་ཟེར་བ་གཅིག་དང་རྒྱ་བ་རྒོད་གཙང་བའི་སློབ་མ། བཀའ་རྗེ་རང་དང་མཉམ་པ། གཡའ་རྡོ་རིང་གི་ཤཱཀྱ་རས་པའམ་རྣམ་འབྱོར་གང་འཕྲོད་པ། རྣལ་འབྱོར་གང་འཕྲོད་པ་ཟེར་བ་གཅིག་དང་ས་རྒྱལ་བ་རིན་ཆེན་ཁང་པ་དང་གསུམ་བྱུང་བའི་ནང་གི་ལམ་འདྲེན་པའི་ཁང་པ་དེ་ཡིན་པའོ། ལམ་འདྲེན་པའི་ཁང་པ་ཟེར་གྱི་ཡོད་ས་རེད་བྱས་ཙང་ཁོང་རང་གིས་དེའི་ནང་ལོགས་ལས་ད་ལྟ་ཆོས་འབྱུང་ཅི་ཡང་མཛད་འདུག་ག་འོ་ད་དེའི་རྗེས་ལས་ང་རང་ཚོ་གཟིགས་ཐུབ་ན་ཡག་པོ་ཡོད་ས་རེད་གཅིག་བྱས། འོ་བྱས་ཀུན་མཁྱེན་གང་བགྲོས་པའི་རྗེས་སུ་ཅུང་མེད་བརྩོན་འགྲུས་རྒྱལ་མཚན་གདན་དྲངས་པ་རེད་ཟེར་འོ་ད་མཁས་མདོག་ཞི་བ་དེ་སུ་རེད་ཟེར་ན་ཨ་ནི་ཅུང་མེད་བརྩོན་འགྲུས་ཀྱང་འཛིན་ཞེས་དེ་རེད་ད་དེ་ཚེ་ད་ངབ་རིང་བྱོས་དེ་གི་ད་བར་ལས། ཚང་མ་དེ་རེད་དོ་བ་ག་སུ་རེད། ང་རང་ཚོ་གཡས་གཡོན་རྐྱང་རྐྱང་གི་དེ་འདྲ་རྐྱང་རྐྱང་རེད་དོ་བ་མཁན་པོ་རྗེ་དེ་འཁྲུངས་ཡུལ་ནི་ལ་སྟོད་བྱང་གི་ཅུང་པ་སྐྱིད། འོ་ད་ཅུང་པ་སྐྱིད་ནི་རེད་ཤག་ཁོང་རང་འཁྲུངས་ཡུལ་དེ་ཅུང་པ་སྐྱིད་ཆེ་རེད་བ། ཅུང་པ་སྐྱིད་ད་ལྟའི་ངབ་རིང་རྫོང་རྡོ་སྦས་ཁོངས་ཀྱི་ཅུང་པ་སྐྱིད་གྲགས་པ་དེ་རེད། རྒྱལ་བའི་བསྟན་པ་རིན་པོ་ཆེའི་སྒོ་རུ་ཞུགས། ཕྱིན་ཆད་ཉེས་ལྟུང་དྲི་མའི་སྐྱོན་གྱིས་མ་གོས་ཤིང་མཁས་གྲུབ་སྐྱེས་ཆེན་དུ་མ་ལ་ཟབ་ཆོས་མཐའ་ཡས་པ་གསན་ཞིང་དབང་ལུང་མན་ངག་ཁྲིད་ལ་སོགས་པའི་དམ་པའི་ཆོས་མཐའ་ཡས་པ་གསན། འོ་ད་གཅིག་ནས་ཚུལ་ཁྲིམས་ཧ་ཅང་གི་ཡག་པོ་གང་ཡོད་པ་གང་ཞིག་ལ་འོ་ད་མཁྱེན་ཡོན་གྱི་ཆ་ནས་ཨ་ནི་སྐྱེས་ཆེན་དམ་པ་མང་པོ་རྗེས་ལ་ཡང་བཏུ་བ་ཕྱིར་བ་བསྡུ་བ་ལ་སོགས་ལྡོག་ཕྱོགས་མཐའ་དག་ལ་མཁས་པ་ཆེན་པོར་གྱུར་པས་བསྡུ་བ་འཛིན་པ་ཆེན་པོ་མཁན་ཆེན་མཁན་ཆེན་བརྩོན་འགྲུས་རྒྱ་མཚན་ཞེས་གྲགས་ཀྱི་རེད་སེང་གོ་རང་ལྷས་རུ། ཆིག་སྟོང་དགུ་བརྒྱ་རབ་བྱུང་དྲུག་པའི་ས་ཡོལ་ཆིག་སྟོང་སུམ་བརྒྱ་སུམ་ཅུ་སོར་དགུ་ལོར་པད་ངབ་རིང་ཆོས་སྡེའི་མཁན་པོར་མངའ་གསོལ་བ་དང་མཁན་པོ་འདི་ཉིད་ཀྱི་ཡན་ཆད་ལ་ངམ་གྲོག་རིང་པོའི་རི་འདབས་སུ་མཁར་རྫོང་དཀར་པོ་དག་ལ་བླ་བྲང་དང། དེའི་ནུབ་ཀྱི་ཚོམས་ཆུང་ལ་འདུ་ཁང་མཛད་ནས་ཆོས་སྡེ་འདི་ཉིད་ཀྱི་འཕྲིན་ལས་རྒྱས་པར་བསྐྱངས་སོ། འོ་ད་ཁོང་གི་ཡན་ཆད་དེ་ལ་ག་རེ་ཡོད་ཟེར་ངམ་རིང་ཆོས་སྡེ་གི་རྣམ་པ་དེ་ག་རེ་ངམ་འབྲོག་རིང་མི་རི་འདབས་སུ་མཁར་རྫོང་དཀར་པོ་དག་ལ་བླ་བྲང་བྱས་མཁར་རྫོང་དཀར་པོ་ཟེར་བཞིན་མཁར་གྱི་རྫོང་དཀར་པོ་བཀག་ཕྱིར་བླ་བྲང་དང་དེའི་ནུབ་ཀྱི་ཚོམ་ཆུང་ལ་འདུག་ཁང་བྱས་རྗེས་བླ་བྲང་དང་འདུག་ཁང་བྱས་རྗེས་གཉིས་ཡོད་ས་རེད་བ། འོ་དུག་བྱས་རྗེས་ག་སེ་བ་རེད་སྐབས་དེ་དུས་ཀྱི་བླ་བྲང་དང་འདུག་ཁང་གཉིས། ཡོད་པར་བྱེད། དེ་ནས་ཀྱི། ད་དེ་ནས་ལྔ་བ་དེ་རྒྱ་རྗེས་ཇོ་ནང་པ་དེ་རེད་ད་མཁན་རྗེ་ལྔ་བ་དང་ཇོ་ནང་ཕྱོགས་ལས་རྣམ་རྒྱལ་སི་ཁོང་རེད་ཤག་ཇོ་ནང་ཕྱོགས་ལས་རྣམ་རྒྱལ། འོ་ཇོ་ནང་ཕྱོགས་ལས་རྣམ་རྒྱལ། ནི་ས་མངའ་རིས། རྗེ་འདི་ནི་མངའ་རིས་གློ་བོར། མེད། ལོར་སྐུ་འཁྲུངས་ས་མངའ་རིས། གློ་བོར་མེད། ཟེར་གྱི་འདུག་ད་དེ་དྲུང་ཡུལ་དེ་མངའ་རིས་མངའ་རིས་ཀྱི་ཕྱོགས་ནས་ཡིན་སར་ད་ཁོང་གཅིག་པོ་ཡག་ཡག་གི་དིར་དོ། གློ་བོར། གློ་བོར། གློ་བོར་ཟ་གློ་བོ་ཟེར་དེ་མངའ་རིས་ཀྱི་གློ་བོ། ཆིག་སྟོང་སུམ་བརྒྱ་བཅུ་མེད་དྲུག་ལོར་སྐུ་འཁྲུངས་བ་དང། སྡེ་སྣོད་གསུམ་དང་རྒྱུད་སྡེ་བཞི་མངའ་བདག་ཏུ་གྱུར་བ་དང་ཁྱད་པར་འགྲན་ཟླ་མེད་པའི་དུས་ཀྱི་འཁོར་ལོ་ཆེན་པོ་དང་ཆོས་རྗེ་ཆོས་ཀྱི་རྒྱལ་པོ་དང་མཚན་གཞན་ཕྱོགས་ལས་རྣམ་རྒྱལ་ཞེས། ཇོ་ནང་ཕྱོགས་ལས་རྣམ་རྒྱལ་ཟེར་བོ་དན་ཕྱོགས་ལས་རྣམ་རྒྱལ་ཟེར། འོ་ཆེ། གྲགས། ཆོས་རྗེ་འདིའི་སྐུ་རིང་ལ་ཀུན་མཁྱེན་ཆེན་པོའི་སློབ་མ་བྱང་པ་རྟ་བན། འདི་རེད་དོ། རྟ་བན། རྟ་བན་ནམ་སང། བྱང་པ་དྭགས་པོ་སི་ཏུའི་དཔོན། རིན་པོ་ཆེ་ཀུན་མཁྱེན། ངམ་རིང་དུ་སྤྱན་དྲངས་ཤིང་སྦྱན་བདག་མཛད། འོ་ད་ཁོང་ག་རེ་རེད་ཆེན་པོའི་སློབ་མ་བྱང་པ་རྟ་བན། ཟེར་དེ་རེད་བྱང་བདག་རྟ་བན་གྱིས། བྱང་བདག་རྟ་བན། རྟ་བན། ནམ་བྱང་བདག་པོ་སི་ཏུའི་དཔོན་རིན་པོ་ཆེ་ཟེར་བ་དང་བྱང་བདག་རྟ་བན་བྱས་ཏེ་འོ་ད་ཁོང་རང་གིས་འདུག་བྱས་རྗེས་གདན་འདྲེན་ཞུ། ཡང་གདན་འདྲེན་ཞུས་པ་རེད། འོ། སྤྱན་དྲངས་ཤིང་སྦྱིན་བདག་མཛད་པ་དང་ཕྱོགས་ལས་རྣམ་རྒྱལ་དགུང་ལོ། སོ་དགུ། བར་ངམ་རིང་གི་གདན་ས་མཛད་པ་དང་ངམ་རིང་ཆོས་ཏེ་བླ་བྲང་འདུ་ཁང་རྙིང་པ་དང་བཅས་པ་བསྒྲུབས། ཤར་ལུགས་ཀྱི་བླ་བྲང་ཁང་རྣམས་བཏབ་པ་དང་ཆོས་སྡེ་དུ་མ། ཆོས་སྡེ། དུས་མཆོད་བཟང་པོ་བཙུགས་པ་དང་ཀ་ཆེན་གྱི་བྲག་སྐོར་ལ་གསེར་གྱི་ལྦུ་བ་མཛད་པ་དང་ཀ་ཆེན་གྱི་བྲག་སྐོར་ཟེར་གཅིག་ཡོད་ས་རེད། འོ་ཆེ། བསྟན་འགྱུར། ག་ཟེར། བསྟན་འགྱུར་རོ་ཚོགས་བཞེངས་པ་དང་བཅའ་ཡིག་ཆེན་པོ་ལ་སོགས་པའི་སྐད་སྲོལ་བཟང་པོ་མཐའ་ཡས་པ་ཡང་བཙུགས། འོ་ད་དགོན་པའི་བཅའ་ཡིག། བཅའ་ཡིག། བཅའ་ཁྲིམས། འོ་དེ་འདྲ་ཡང་བཟོས་གནང་ཡིན་ས་རེད། དེ་གི། ཀུན་མཁྱེན་ཇོ་ནང་པ་གི། འོ་དེ་ཅི་བྱས། འོ་ཆེ། སོགས་པའི་བཀའ་སྲོལ་མཐའ་ཡས་པ་ཡང་བཙུགས། ཆུ་སྦྲུལ་ལོར་ཇོ་ནང་དུ་ཆོས་རྗེ་ལོ་ཙཱ་བའི་བློ་གྲོས་དཔལ་ཞི་བར་གཤེགས་ནས་ཆོས་རྗེ་མཆོག་ལས་དེར་གསོལ་བ་འདེབས་པར་བྱོན་ཏེ་ཇོ་ནང་གི་གདན་ས་མཛད་པ་དང། ལོ་ཙཱ་དེ་ནས་མ་ཇོ་ནང་ལས་བསྐྱལ་ཏེ་ཇོ་ནང་གི་གདན་ས་བཞེངས་པའོ། བྱང་ངག་རིང་དུ་བྱོན་ནས་གདན་ས་མཁན་པོ་འཕགས་པ་བཞག་ནས་བསགས། ཇོ་ནང་གི་གདན་ས་ལོ་བཞི་ནས་དེ་ཡང་བསྟན་ནས་དབུས་སུ་ཕེབས་པ་དང། འོ་ད་ཇོ་ནང་གི་མཁན་པོ་ལོ་བཞི་གནང་རྗེས་དེ་ནས་དབུས་སུ་ཕེབས། འདི་ཉིད་ཀྱི་མཁན་པོ། བསོད་ནམས་རྒྱ་མཚན་ལ་བལྟས་རྗེས་སླར་ཡང་མཁན་པོ་མཛད་ཅིང། དེ་ནས་མཁན་པོ་བསྟན་འཕེལ་རྒྱ་མཚན་ལ་བལྟས་རྗེས་མཁན་རབས་ལས་ཅུང་ཞེས་པ་ལྟར་འདི་ཉིད་ཀྱི་ངབ་རིང་ཆོས་དུས་མཁན་རབས་ལན་གཉིས་མཛད་པ་རེད། ཁོང་རང་མར་ཕེབས་དུས་ལྟར་དང་པོ་དེ་ཇོ་ནང་ལས་མར་ཕེབས་དུས་མཁན་པོ་བསོད་ནམས་རྒྱ་མཚན་ཞར་གནང་འདུག་གནང་འདུག་ག། ཨ་འདིས་རྗེས་ལས་གར་གནང་བར་ཟེར་ནས་ཡང་རྗེས་ལས་ཡར་ཕེབས་རྗེས་ཁོང་གིས། ཡང་བསྐྱར་མཁན་པོ་གནང་རྗེས་མཁན་པོ་རིམ་པ་གཉིས་གནང་བ་འདི་རེད་ད། འོ་ཅེས། དེ་ནས་ལ་སྟོད་བྱང་གི། ས་སིའི། ཆ་རྡོག་གི་གསེར་དཀར་མཁར་ཆུང་དུ་སྐུ་བཞུགས། ད་དེ་ནས་ལ་སྟོད་བྱང་གི་སིའི་ཆ་རྡོག་གི། གསེར་དཀར། ཆུང་དུ་བཞུགས། དུས་འཁོར་སོགས་ཀྱི་འཆད་ཉན་གནང་ནས་ཆོས་དཔོན་བརྒྱད་ཅུ་ཙམ་བྱུང་བ་རེད། ཆོས་དཔོན། ཆོས་ཀྱི་དཔོན་པོ་ཟེར་དུས་སློབ་མ་དེ་འདྲ་ཡིན་སེར་མེད་འགྲོ། མཐར་དགུང་ལོ་གྱ་གཅིག་པར། ཨ་ནི་ཆིག་སྟོང་སུམ་བརྒྱ་གྱ་བཅུ་གྱ་དྲུག་ལོར་སྐུ་གཤེགས། རྗེ་འདིའི་རྗེས་དུ་མཁན་པོ་ཆོས་ཀྱི། རྗེས་བསོད་ནམས་རྒྱ་མཚན་གྱི་གདན་ས་བཙལ། ཞལ་རྗེ། རྟ་འདིའི་རྗེས་ལས་མཁན་པོ་བསོད་ནམས་རྒྱ་མཚན་རྟ་འདིའི་གདན་ས་དྲུག་པ། མཁན་ཐོག་དྲུག་པ་དེ་རེད། འོ་ཙཱ་ཛི་གར་ཟེར་ན། དྲུག་པ། ད་བདུན་པ་ཡི་རྩིས་ནི་རིག་བར་བ། ཁོང་ཕིང་མ་གཉིས་གནང་བདེ་བར་བ། རྗེ་འདི་ཉིད་ནི་ས་བསོད་ནམས་རྒྱ་མཚན་མཁན་ཐོག་བསོད་ནམས་རྒྱ་མཚན་རྗེ་འདི་ཉིད་ནི་ལ་སྟོད་བྱང་དུ་གཉའ་བའི་རིགས་ལས་འཁྲུངས་བ་དང་དགེ་བའི་བཤེས་གཉེན་མཁས་ཤིང་གྲུབ་པའི་མཚན་བཞིན་དུ་འཕགས་པ་ཡང་གྲགས། མཚན་བཞིན་དུ་འཕགས་པ་ཡང་གྲགས། ཁྱད་དུ་འཕགས་པ་གྲགས་ཡོད་ས། ད་ཁོང་རང་གཉའ་བའི་རིགས་ལས་སྐུ་འཁྲུངས་ས་གཉའ་བའི་རིགས་མ་གཏོགས་གཅིག་གི་འཁྲུངས་ས་ངོ་མ་གསུང་ངེས་སུ་མི་འདུག། མཁན་པོ་དེའི་རིགས་རུས་ནི་སྔོན་མདོ་ཁམས་བྱང་ཕྱོགས་གེ་སར་གྱི་ཡུལ་གྲུ་ལྔར་གྱུར་བའི་ཆོས་རྒྱལ་དགེ་བ་འཛིན་ཞེས་བྱ་བ་ལུགས་གཉིས་ཀྱི་མཁྱེན་པ་ཡངས་ཤིང་སེམས་ཅན་ཐམས་ཅད་ལ་བུ་གཅིག་ལྟར་མཉེས་ཤིང་བྱམས་པས་ཀུན་མིག་གི་བདུད་རྩིར་གྱུར་ནས་ཐམས་ཅད་ཀྱི་ངག་མཐུན་པར་འདི་ནི་ཀུན་གྱི་དམྱལ་བར་འཁུར་བར་རིགས་སོ་ཞེས་དམྱལ་བར་གྲགས་པའི་རྒྱུ་ཡིན།